འཛམ་གླིང་གང་སར་བཞུགས་པའི་བོད་ཀྱི་སྐད་ཡིག་ལོ་རྒྱུས་རྒྱལ་རབས་ལ་དོ་སྣང་གནང་མཁན་ཚང་མ་ལ་རྒྱ་གར་རྡོར་རྗེ་གླིང་ནས་སྔ་དྲོ་དེ་ལས་ཞུ་གི་ཡོད། ད་དེ་རིང་ཡང་སྐལ་འདིའི་གར་ཞུ་གོ་རེ་རྒན་ནོར་བུ་ཆོས་འཕེལ་ལགས་ཀྱིས་ལྗགས་རྩོམ་གནང་བའི། སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གྲངས་ཀྱི་སྐབས་ལ། རྡོར་གླིང་དབུས་གཞུང་སློབ་གྲྭ། རྡོར་གླིང་དབུས་གཞུང་སློབ་གྲྭའི་གནས་ཚུལ་ག་འདྲས་ཡོད་མེད། དེའི་སྐོར་ལ་ངོ་སྤྲོད་ཞུ་ཡ་ཡིན། ད་དེ་ནི་ངས་དེ་ཉིད་མ་བརྟགས་པར་རེ་ཞིག་དྲ་རྒྱ་བརྒྱུད་ནས་བོད་ཡིག་བསླབ་ཡ། ཡང་ན་ཡིག་སྐད་བསླབ་ཡ། ཡང་ན་དེ་འདྲའི་ཡང། ཕྱི་རྒྱལ་ཁག་ལ་བཞུགས་པའི་བོད་རིགས་ཚོ་ལ་བསན་ཡག་གི་གོ་སྐབས་ཕུལ་ཡག་གི་ཆེད་དུ། ངས་ཉི་མ་བརྟགས་པར་རེ་བཞིན། སློབ་ཚན་རེ་རེ་བཟོས་རྗེས་དྲ་རྒྱའི་ནང་ལ་བཏང་གི་ཡོད། དེ་ནས་ད་འདི་འདྲ་བཏང་ནས་ངས་ད་ད་ལྟ་ལོ་གཅིག་དང་ཟླ་བ་བརྒྱད་ཕྱིན་སོང། ཨ་ནི་ད་ད་ལྟ་ངའི་ཆ་ཉེ་བའི་ཆ་ལ་བོད་པའི་སྤྱི་ཚོགས་ཀྱི་ནང་ལ་ངའི་དྲ་སྒམ་འདི་ལ། དོ་སྣང་ཆེན་པོ་ཞེ་དྲག་གནང་གི་འདུག་ཨ་ནི་ཁོ་ན་ཚོས་དེ་འདྲའི་བསླབ་གནང་བ་ལ་ཐུགས་རྗེ་ཆེ་ཞུ་མཁན་ཡང་མང་པོ་ཞེ་དྲག་འདུག་ཨ་ནི་ད་ལྟའི་ནང་ལ་ད་ལྟ་ངས་བརྙན་ཐུང་གཟིགས་མཁན་མང་ཤོས་རྒྱ་གར་ནས་རེད།

མ་རེད་གཉིས་པ་བལ་ཡུལ་རེད་གསུམ་པ་བང་ལ་དེ་ཤི་རེད། ད་ད་ལྟ་འགྱུར་བ་ཕྱིན་རྗེས། སན་སི་གནང་མཁན་མང་ཤོས་གཉིས་པ་འདི་ཨ་རི་ནས་རེད་ཤག་ད། ངའི་བསམ་པ་ལ་དེ་ཨ་རི་ལ་བཞུགས་མཁན་བོད་པའི་ཕོ་གསར་མོ་གསར་ཚོ་ངའི་བརྙན་ཐུང་ནས། བོད་སྐད་དང་བོད་ཡིག་སྦྱང་གི་ཡོད་བཤགས་བྱེད་ཀྱི་ཡོད། དེ་ནས་གསུམ་པ་འདི་ལ་ད་ཡང་འགྱུར་བ་ཆེན་པོ་གཅིག་ཕྱིན་རྗེས་ད་ལྟ་གསན་གཟིགས་གནང་མཁན་མང་ཤོས་གསུམ་པ་ཀེ་ན་ཀྲ་ནས་རེད་བཤགས་ད་ད་ལྟ་ཀེ་ན་ཀྲ་ལ་ད་བོད་པ་མང་པོ་ཞེ་དྲག་ཡོད་རེད་པ་ཁོ་ནང་ཚོས་གསན་གཟིགས་གནང་གི་ཡོད་པ་འདྲ། དེ་ནས་ད་གམ་ད་ངས་དེ་ཉིན་མ་རྟག་པར་དུས་ཚོད་བཏང་བྱས། བོད་ཡིག་དང་བོད་སྐད་བསླབས་པ་འདིས་ཨ་ནི་བོད་པའི་སྤྱི་ཚོགས་ལ་ཕན་ཐོགས་ཡོང་གི་ཡོད་པའི་རྟགས་མཚན་འདི་འདྲའི་མཐོང་ཡག་འདུག། དེ་ནས་གལ་སྲིད་ཁྱེད་རང་ཚོའི་སྐུ་མཆེད་དེ་འདྲའི་ཨ་ཞང་གི་བུ་དང་ཡང་དེ་འདྲའི་གྲོགས་པོ་གྲོགས་མོ་ཚོ་ལ་འདི་བརྒྱུད་སྐུལ་གནང་པ་ཡིན་ན། ང་རང་ཚོ་ཚང་མས་ཧ་རུབ་ཧྥ་རུབ་བྱས་ནས་ང་རང་ཚོའི་སྐད་དང་ཡི་གེ་སྲུང་སྐྱོབ་གནང་ཐུབ་ཀྱི་རེད་ཁྱེད་རང་ཚོས་ཡང་གཟིམ་ཁང་ལ་ཨ་བ་ཚོས་མཉམ་དུ་བོད་སྐད་བསྐྱོན་བྱས། ཨ་ནི། ཉི་མ་གཅིག་ལ་དེ་འདྲའི་བརྙན་ཐུང་འདི་འདྲ་སྐར་མ་ལྔ་ཚེ་ཕུ་གུ་ལ་བལྟ་བཅུག་པ་ཡིན་ན། ཕྱིས་སུ་ཞེ་དྲག་ལས་སླ་བ་ཡོང་གི་རེད་ད། ད་ལྟ་ངའི་འཛིན་གྲྭ་ལ། ད་ལྟ་རྨོ་མོ་ལ་མཉམ་དུ། མོ་རང་གི་ཚ་བོ། ལོ་ལྔ་ཡང་ཟིན་ཡོད་ཀྱི་མ་རེད་མཉམ་དུ་འཁྲིད་ཕེབས་ཀྱི་རེད། ཨ་ནི་ཁོ་རང་ང་ཚོའི་འཛིན་གྲྭའི་ནང་ལ། ཅིག། བསླབ་པ་དེ་འདྲའི་གོ་གོ་གཉིས་ཀྱི་མཚམས་མཚམས་ཁོ་ན། འདི་ཁར་སང་ངས་དེ་འཛིན་གྲྭའི་ནང་ལ་བོད་ཀྱི་རྒྱལ་གླུ་བསླབ་པ་རེད་པ། ཨ་ནི་ཁོ་རང་འདི་གོ་གོ་གཉིས་ཀྱི་ཁོ་རང་གི་གཟིམ་ཁང་ལ་རྒྱལ་གླུ་མགོ་ནས་མཇུག་བར་དུ་བཏང་ཐུབ་ཀྱི་འདུག་གོ། ཨ། ག་རེ་ཞུ་བོར་ཨིན་ཇིའི་སྐད་ལ་ཡིན་ན། སྤུ་གུ་ཚོ་འདི learn instinctively ད་མི་ཆེན་པོ་ཡིན་ན་རྒྱུ་མཚན་ཡིན་གཅིག་མིན་གཅིག་གོ་གི་ཡོད་རེད།

སྲུང་སྐྱོབ་གནང་དགོས་ཀྱི་ཡོད་རེད། སྐད་དེ་ང་རང་ཚོའི་ངོ་བོ་རེད་སྐད་མེད་པ་ཡིན་ན། ཨ་ནི། དེ་ནི་ལས་ཀ་ཚར་བ་རེད། ད་བསྡུ་བྱས་ནས་ད་རིང་ཡང་ཚིག་ཐུབ་ཚིག་གྲུབ་ཐུང་ཐུང་གཅིག་ཀློག་གི་ཡིན་ད། ཨ་ནི། ཕ་གཡས་རྟ་ཆག་ཆག་ནག་རོ་ཆོ་ག་ས་ཆོག།

སེམས་ཀྱི་མི་ཁྱབ་པའི་དགེ་རྒན་ཡག་པོ་དེ་འདྲའི་ཡོད་རེད། དེ་ནས། སྤུ་གུ་ཚོ་ཡང་དོ་སྣང་ཆེན་པོ་ཞེ་དྲག་ཡོད་རེད་དེང་སང་དང་མི་འདྲ་བ། དེའི་སྐབས་ལ་ད་ལྟ་མཁས་དབང། ཟླ་བ་ནོར་བུ་ལགས། ཁོང་རྡ་རྗི་ལིང་ནས་རེད། དཔེ་མི་སྲིད་དོ་སྣང་ཆེན་པོ། ཨ་ནི། དེ་ནས་ཁྱེད་ལ་ག་རེ་ཞུ་དགོས་རེད། ཁོ་རང་གི་ཤེས་ཚད་འདི་མཐོ་དྲགས། ཨ་ནི། སྤྱི་ཚོགས་ཀྱི་ཤེས་ཚད་འདི་དམའ་དྲགས། ཨ་ནི། ཁོ་རང་གི་གསུང་ཡག་གི་དོན་དག་འདི་ཚོ། སྤྱི་ཚོགས་ཀྱི་མི་ཚོའི་ཤེས་ཚད་དམའ་པོ་ཞེ་དྲགས་ཡིན་ཙང། དོན་དག་ཧ་མ་གོ་བ་བྱས། ཨ་ནི། ག་རེ་ཞུ་དགོ་རེད། Social Boycott འདྲ་བོ་བྱས་པར་ད་ག་རེ་ཞུ་དགོ་རེད། སྤྱི་ཚོགས་ནས་སྤི་བས་ཟོར་བོ་བྱས་པ་རེད། ག་རེ་ཡིན་ཟེར་ན། ཁོ་རང་གི་བསམ་པ་རྣམ་དག་གིས། ཁོ་རང་གི་དགོངས་ཚུལ་འདི་འདྲའི། དེབ་ཀྱི་ནང་ལ་བྲིས་པ་ཡང་ན་ཁོ་རང་གིས་གསུངས་པ་འདི་འདྲས། ཨ་ནི་སྤྱི་ཚོགས་ཀྱི་བསམ་བློའི་གནས་ཚད་འདི་དམའ་པོ་ཞེ་དྲག་ཡིན་ཙང། དེ་དོན་དག་མགོ་ཚོས་ཀྱི་ཡོད་མ་རེད། བྱས་ཙང་སྤྱི་ཚོགས་ནས་སྤིས་པ་འགྲོ་པོ་བྱས་པ་རེད་ད། བྱས་ནས་ད་ང་ཚོ་ཆུང་དུས་ནས་རྡོར་དབྱི་གླིང་ལ་སློབ་སྦྱོང་བྱས་པ་རེད་པ། ཟླ་བ་ནོར་བུ་ལ་ང་ཚོ་དེ་གར་བཞུགས་གོ་རེད། སློབ་གྲྭ་མཉམ་དུ་རེད། ཨ་ནི། དེ་ནས་དེ་འདྲ་བྱས་བྱས་ད་སྤྱི་ཚོགས་ཀྱི་པི་སྤྱི་ཚོགས་ཀྱི་པི་བའི་སོ་རུབ་པ་ཅིག་བྱས། དེ་ནས་ད་ཁོ་རང་ལ་སེམས་ཁྲལ་ཞེ་དྲག་ཡོང་གི་རེད་བ་དཔེར་ན། ཁྱི་གཅིག་ལ་རྨ་སྲོལ་ཡོད་ན། ཁྱི་གཅིག་ལ་རྨ་ཟོས་ཡོད་ན། ཨ་ནི་ཁྱི་དེ་ལ་སྨན་བཅོས་བྱེད་ག་འགྲོ་དུས་ཨ་ནི་ཁྱི་དེས་མི་དེ་ལ་སོ་བརྒྱབ་ན་ཚོར་བ་ག་འདྲའི་ཡོང་གི་རེད། ད་ག་ན་བཞིན་ཁོ་རང་གིས་སྤྱི་ཚོགས་ཡར་རྒྱས་གཏང་ཡག་གི་ཆེད་དུ་ཁོ་རང་གི་བསམ་པ་གནང་སྟབས་བསམ་པ་རྣམ་དག་གིས་གོང་ཚུལ་འདི་འདྲའི་ཁ་རི་ཁར་དུ་གསུང་གི་ཡོད་རེད། འདིས་ཁོང་གིས་གསུངས་པའི་དོན་དག་དེ་ཨ་ནི། སྤྱི་ཚོགས་ཀྱི་ཧ་མ་གོ་བ་བྱེད། ཨཱ་ནི། ད། ད་ལྟ་ངས་ཞུས་པ་ནས་བཞིན། རྨས་སྐྱོན་བྱུང་བའི་ཁྱི་གཅིག་ལ་ཁྱི་གཅིག་ལ་སྨན་བཅོས་བྱེད་ཁར་འགྲོ་དུས་ཁྱི་དེའི་སོ་བརྒྱབ་ན། ཨཱ་ནི་སེམས་ཀྱི་ནང་ལ་ག་འདྲའི་ཡོང་གི་རེད། དེ་ནང་བཞིན་བྱུང་རྗེས་ཁོ་རང།

རྒྱ་ཡིག་གི་དགེ་རྒན་ཆེན་མོ་ལ་བསྐོས་པ་རེད། བྱས་ཙང་ང་རང་ཚོའི་སྤྱི་ཚོགས་ཀྱི་མི་ཡག་པོ་འདི་འདྲས་ཅིག་ང་རང་ཚོས་དག་པོ་བརྒྱབ་མ་ཤེས་འབའ་བྱས་ཨ་ནི་རྒྱ་གར་གཞུང་གིས་དག་པོ་བརྒྱབ་པ་རེད། བྱས་ཙང་མི་ཡག་པོ་དང་སྡུག་ཆ་དབྱེ་བ་ཕྱེ་ཡག་གི་ཆེད་དུ་སོ་སོ་རང་གི་ཀླད་པ་བེད་སྤྱོད་བྱེད་ཆེད། མི་གཅིག་གིས་ངས་ཨ་ཞང་གིས་འདི་སྡུག་ཅག་རེད་ཟེར་གྱི་འདུག། ངས་རྨོ་རྨོ་གིས་འདི་སྡུག་ཅག་རེད་ཟེར་གྱི་འདུག་ཟེར་འདྲེ་བྱེད་བཅས་མ་ཡིན་པ། སོ་སོ་རང་གི་རྣམ་དཔྱོད་བེད་སྤྱོད་བྱས་ནས། ཡག་པོ་ཡིན་དང་སྡུག་ཅག་ཡིན། སོ་སོ་རང་གིས་ཐག་བཅད་ཐུབ་པ་དགོས་རེད། དེ་ཁྱེད་རང་ཚོ་དེ་ཁྱེད་རང་གིས་རྨོ་རྨོ་གིས་མི་དེ། སྡུག་ཅག་རེད་དགོངས་ཀྱི་ཡོད་ན། ཨ་ནི་ཁྱེད་རང་གི་ཡང་དག་རང་མི་དེ་སྡུག་ཅག་རེད་གསུངས་པ་ཡིན་ན། ཨ་ནི་ཁྱེད་རང། མི་མ་རེད་པ་དེ་ཁྱེད་རང་གི་རྨོ་རྨོ་གི། Loud Speaker། ཆགས་པ་རེད་པ། སོ་སོ་རང་གི། བསམ་ཚུལ། སོ་སོ་རང་གི་བསམ་བློ་བཏང་ནས། བཟོ་དགོས་ཀྱི་ཡོད་རེད་མ་གཏོགས། ཨ་ནི། ཁ་རེ་ཤོར་གི་རེད། ང་ཚོའི་ཁྱིམ་མཚེས་ཀྱི་ལབ་ཀི་འདུག་ངའི་སྤོ་སྤོ་གི་ལབ་ཀི་འདུག་ངའི་བུའི་ལབ་ཀི་འདུག་ངའི་མནའ་མས་ལབ་ཀི་འདུག་ཟེར་བྱས་འདི་འདྲའི་ལ་ཡིད་ཆེས་བྱས་ནས་བསྡད་པ་ཡིན་ན། ཨ་ནི། མགོ་འཐོམ་གི་རེད་ད། དེའི་ཕྱིར་རེད་པ། ཨ་ནི། དོ་སྣང་ཆེན་པོས། ད་འོ་དགའ་འབྲེང་པོ་གི། ར་དགའ་ད་དགའ་ན་རྒན་གི་རྒན་ཟེར་ན་ནི་དེའི་ཕྱིར་རེད་པ།

ས་ནག་རོ་སོགས་ག་ས་སོགས་ད་ལྟ་ང་ཚོ་ཐེངས་མང་པོ་མཐོང་བྱུང་ང་ཨ་ནི་སོགས་ཟེར་ན Etcetera ཆོས་འབྱུང་སོགས་དགའ་བོ་ཞག་གི་གུ་ཞི་སྦ་བོ་ལྕ་ནག་རོ་ཅོ་ལ་ཅོལ་ས་ཧག་གི་གུ་ཡི་སྲས་དགའ་འབྲིང་པོ་དེ་སྦ་དེབ

ང་ཚོ་འཕེལ་རྒྱས་བྱང་ཡག་ལ་བྱེ་བྲག་ཕན་ཐོགས་པོ་ཡོད་མ་རེད་འཕེལ་རྒྱས་བྱང་ཡག་ལ། ཡིན་ན་ཡང་ད་འདི་འདྲའི་ཆོས་ཚིག་བྱང་ཡག་འདི་འདྲའི་ལ་ཕན་ཐོགས་པོ་ཡོད་རེད། འདི་ཚིག་མཛོད་དེབ་གཉིས་པ་འདི་ཨ་ནེ་སུས་བྲིས་པ་རེད་ཟེར་ན་བེང་གོ་ལི་གིས་བྲིས་པ་རེད། དེ་ནས་ཚིག་མཛོད་དེབ་མཐུག་པོ་བཞི་པོ་གཅིག་བྲིས་ཡོད་རེད།

ང་ཚོ་དེ་འདི་འདྲ་མཐོང་ཆེད་བཞུགས་ཀྱི་ཡོད་རེད་པ། སོ་སོའི་སྐད་དེ་ཡང་དག་པོ་རྒྱབ་མ་ཤེས། རྒྱལ་ཁབ་ཡང་དག་པོ་རྒྱབ་མ་ཤེས། ཆོས་ཡང་དེའི་ནང་ལ་དེ་འདྲའི་ཅིག་བྲིས་ཡོད་རེད་ཟེར་ནས་བཤད་ཡ་མེད་ཀན། ནེ་ཙོ་ནང་བཞིན་དཔེ་ཆ་བསྐྱུར་ཡ་མ་གཏོགས། དོན་དག་དེ་ཙམ་ཧ་མ་མཁྱེན་མཁན། ཨ་ནི་དོན་དག་མཁྱེན་གྱི་མེད་ན་སོ་སོའི་ཀུན་སྤྱོད་ལ་ག་འདྲས་འགྱུར་བ་བཏང་ཐུབ་ཀྱི་རེད། དེ་འདྲ་ཟེར། དེ་ནས་ཁ་རེ་ཤོག་འོ་རེད་ང་རང་ཚོས་བརྡ་སྤྲོད་ཀྱི་དེབ། Nicola Tornat French གི་ཚན་རིག་པ་ཅིག་རེད་ཁོ་རང་གིས་རོབ་ཙམ་ཅིག་བྲིས་ཡོད་རེད། ཞེ་དྲག་གཏིང་ཟབ་པོ་ཡོད་མ་རེད། དེ་ནས་ངས་ད་ད་ལྟ་དེ་བོད་སྐད་ཀྱི་ཕལ་ཕལ་སྐད་ཀྱི་བརྡ་སྤྲོད་དེབ་གསུམ་ཞིབ་བཞིན་ཕྲ་བ། ད་ལྟ་དེ་ནིའུ་ཡོག་ལ་བཞུགས་མཁན་བོད་པ་ཅིག་གིས། དེབ་འདི་ཉོས་སོང། ཨ་ནི་དེབ་འདི་ཁོ་རང་བོད་ཡིག་ཤེས་ཀྱི་ཡོད། ཡིན་ན་ཡང་དབྱིན་ཇི་བྱང་ཡག་གི་ཆེད་དུ། དེབ་འདི་ང་ལ་ཕན་ཐོག་ས་རེད་ཆེ་ཆེ། ཁོ་རང་གིས་ངས་དེབ་གཅིག་གཟིགས་བཞག། དབྱིན་ཇི་བྱང་ཡག་ལ་ཡང་ཕན་ཐོག་གི་རེད། ཇི་མ་ཇི་བཞིན། ཇི་མ་ཇི་བཞིན། ཚིག་གྲུབ་ཇི་མ་ཇི་བཞིན་གསུང་ཐུབ་ཀྱི་རེད། ད་འདི་འདྲ་བོ་འདྲ་བོ་དེ་འདྲའི་མ་ཡིན་པ། ཇི་མ་ཇི་བཞིན Exactly the same། བྱས་ཙང་ཨ་ནི། གལ་སྲིད་ཁྱེད་རང་ཚོས་དབྱིན་ཇི་སྦྱང་གནང་དགོས་ཀྱི་ཡོད་ན། ཨ་ནི་ངས་བྲིས་པའི་དེབ་དེ་ཁྱེད་རང་ཚོས་གཟིགས་པ་ཡིན་ན་ཐུགས་ཕན་གསོས་ཀྱི་རེད། ད་འདི་ངས་ད་ལྟ་དེབ་གསུམ་པ་འདི་པར་སྐྲུན་བྱས་ཚར་བས་བྱས་ལ། བོད་སྐད་དང་ནེ་པ་ལི་གྱི་བརྡ་སྤྲོད་རིག་པ། བརྡ་སྤྲོད་དེབ་གཅིག་བྲིས་ཡ་ཡིན། དེ་ནས་ཁྱེད་རང་ཚོ་ཡང་བོད་སྐད་ཁྱིམ་གྱི་ཡོད་ན་ནེ་པ་ལི་སྐད་བྱང་ཡག་གི་ཆེད་དུ་ཡང་ཐུགས་ཕན་གསོས་གི་རེད། ཨ་ནི་ནེ་པ་ལི་ཟ་ནེ་ལའི་བོ་ཏེ་བ་ས་སིག་ནུ་གོ་ལ་གི་ཀམ་ལགས་སོ། Vice versa། ད་འདི་འདྲ་རེད། ད་སྔོན་མ། སྤུ་གུ་ཚོ་དོ་སྣང་ཆེན་པོ་ཞེ་དྲག་ཡོད་རེད་དེང་སང་གི་མི་དང། སྔོན་མ་གི་མི་ལ་ཁྱད་པར་ཆེན་པོ་ཞེ་དྲག་ཡོད་རེད་ད། སྔོན་མ་གི་མི་འདི་ཚོ། བོད་གི་མི་འདི་ཚོ། ལས་ཀ་ཧུར་པོ། དཔལ་མི་སེར་ལས་ཀ་ཧུར་པོ། ད་ལྟ་སྔོན་མ་སྔོན་མ་ཟླ་བཞིན་ལ། ད་ལྟ་ནེ་པ་ལི་ཚོས་བོད་པ་ཚོ་ལ། ཆ་བཞག་ས་བྱེད་ཀྱི་རེད། ཆ་བཞག་ས། ཡག་པོ་ཡོད་རེད་ད་ཟེར་ནས། དཀའ་ལས་ཞིབ་པོ་ཅིག་རྒྱབ་མཁན་མི་རེད། དེ་ནས་ད་ལྟ་དེ་དམག་མི་ལ། འཛུལ་ཞུགས་བྱེད་མཁན་ཚོ། རང་བཙན་གྱི་དོན་དག་ལ་སྲོག་བློས་ཀྱི་ཡིན་ཟེར་མཁན་ཀུན་ཀུན་སློང་དེ་འདྲའི་ཁེར་ཆད། དམག་མི་ལ་རྫུལ་བསྐོར་ད་དེང་སང་གྱི་ཁ་ལོག་རེད་ལྟོ་གོས་ཚོད་ཡག་ལྟོ་གོས་ཚད་ལ་ཡག་གི། ལས་ཀའི་བཟོ་འདྲ་པོ་གཅིག་མ་གཏོགས། ཨ། ཨོ། ཅིག། གཞན་དག་གང་ཡང་བསམ་བློ་ཡོད་མ་རེད་དམག་མི་ལ་ཕྱིན་པ་ཡིན་ན་ཨ་ནི་མ་ཤི་བར་དུ་དངུལ་གྱི་དཀའ་ངལ་ཡོང་གི་མ་རེད་ཨ་ནི་སྤུ་གུ་དང་སྐྱེས་དམན་ཡང་ལས་སླ་པོ་བྱས་ནས། གསོ་སྐྱོང་བྱེད་ཐུབ་ཀྱི་རེད་བསམ་ས་མ་གཏོགས། འདི་ལས་ལྷག་གི་བསམ་བློ་གང་ཡང་ཡོད་མ་རེད། བྱས་ཙང། སེམས་ཤུགས་དང་ལས་ཀ་ཧུར་ལོས་ད་དེང་སང། ད་ང་ཚོ་ལང་ཀ་ཟུར་ལ་ཁྲོམ་སྟོན་མཁན་མི་རེ་བ། ཁ་ཤས་ཀྱིས་ཨ་ནི། ཁར་ཚ་ལུ་དེ་ནག་གི་ལ་ལ་གི་དངུལ་དེ་བེད་སྤྱོད་བྱེད། བྱས། དེ་འདྲའི་སོལ་ཁྲིར་དེ་འདྲའི་མྱོས། ཨ་ནི་མ་གའི་ཁྲོམ་ས་འདི་རྒྱ་གར་གྱི་སྤུ་གུ་དེ་འདྲ་ལ་བཟོ་བཅུག། ཨ་ནི་ཁྲོམ་ས་ལ་ཁོ་ཚོ་བསྡད་བཅུག་ཨ་ནི་སོ་སོ་ཡར་འཁྱམ་མར་འཁྱམ་བྱས་བྱས། མང་ཆེ་བ་ད་ད་འདི་འདྲའི་ཆགས་ཞག་སོ་སོའི། སོ་སོ་ཚོང་རྒྱབ་ཡག་གི་མར་ཚ་ཡང་མེད་པ་བྱས་ལ་ལ་གི་དངུལ་འདི། ལ་ལ་ནས་བུ་ལོན་འཁྱེར་ཡོང། ཨ་ནི་མ་གལ་ད་དངོས་ནས་ང་དངུལ་མེད་མ་རྩ་མེད་ད་མ་རྩ་ཅིག་མེད་ན། དཀའ་ལས་ཁག་པོ་ཞེ་དྲག་འདུག་སེམས་སོ་སོ་རང་གི་ཚོང་ལ་ཤུགས་རྒྱབ་ཆེ་དེ་འདྲ་དེ་མཁན་དཔེ་ཉུང་ཉུང་རེད། ཨ་ནི་ཁྲོམ་ས་ལ་མི་ལ་བཞག་ཅེས་ཚོང་པ་ཚོང་པ་བཞག། ཨ་ནི་སོ་སོ་གར་ཞུགས་འོ་རེད་སོ་སོ་ཁང་པ་ལ། ཁ་ལག་འདྲ་བཟོས་སྐད་ཆ་འདྲ་བཤད་རྟགས་འདྲ་རྩེ། ཆེ་ཆེ། དེང་དུས་ཀྱི་མི་རིགས་འདི། སྔོན་མ་དང་མི་འདྲ་བ། གཅིག་གི། གནས་ཚད་དམའ་པོ་དམའ་པོ་ཞིབ་པོ་གཅིག་ལ། བབས་ཤག་ད་དེ་ཙམ་དུ་མར་ད། ཡང་ག་རེ་ཞུ་དགོས་རེད། ལ་ལ་ནས་བུ་ལོན་གཡར། དེ་ནས་ག་རེ་ཞུ་དགོས་རེད། ཨ། མི་ལ་ལ་གླ་ཆ་སྤྲད། ཁྱེད་ཀྱི་ཁེབས་སང་ཏེ་སི་ཁེ་རེ་ཡོད་ན་འགྲིག་ཡོད་རེད་པ། ད་དེ་འདྲས་ཡང་ཡོད་མ་རེད། ལ་ལ་ནས་ཁྱེར་ཡོང་བའི་དངུལ་དེ་ལས་སླ་པོ་སློག་གི་ཡོད་མ་རེད། ཨ་ནི་མི་ལ་ལ་གླ་ཆ་མ་སྤྲད་མཁན་མང་པོ་ཡོད་རེད་ད།

ཨ་ནེའི་སྐད་ཆ་དུག་རིལ་ཉན་ཚད་དེ་འདྲའི་ལབ་མཁན་དེ་འདྲའི། བོད་པའི་བོད་པའི་སྤྱི་ཚོགས་ལས་མ་ང་ག་པ་ལ་ཡོད་གི་མ་རེད་དེ་འདྲའི། གནས་ཚད་དམའ་པོ་བཞི་པོ་གཅིག་ལ་བབས་བསྡད་ཡོད་རེད་དེང་སང། སྔོན་མ་གི་མི་དང་དེང་སང་གི་མི་ལ་ས་དང་གནམ་གྱི་ཁྱད་པར་ཡོད་རེད།

ཨ་ནི་དེ་ནས་ཁ་རེ་ཤུགས་རེ། མི་ལ་མང་ཐ་ཆུ་གཅིག་སླད། ཨ་ནི་སོ་སོ་ཡ་འཁྱམ་མ་འཁྱམ་ཏ་སྟ་ཚེ། གློག་བརྙན་འདྲ་སྟེ་དེ་འདྲའི་ཆེད་ཆེད། ཞུ་མཁན་དཔེ་མང་པོ་ཡོད་ད། ཨ་ནི་ང་རང་ཚོ་ང་རང་ཚོ་ལྟོས་ར་བཏང་ཆེད་བོད་པ་ལ་བོད་པ་ཟེར་མཁན་དེ་ལ་ཁ་ཟེར་གོ་རེ། ཡ་རབས་སྤྱོད་བཟང་གི་གནས་ཚུལ་ཞིབ་པོ་ཞིག་ཡོད། ཁྱེད་རང་ཚོ་མར་དོན་ཅན། ཁྱི་ཚོ་གཞན་དག་ལ་གཅིག་བརྫུས་བྱེད་གཅིག་ཟིག་དང་ཡག་པོ་རེད་འདུག་སྡུག་ཅག་རེད་འདུག། ཨ་ནི། ས་ཏ་ཏ་ཏ་བ་ས་ཏ་པ་ཏའི་བོད་ཡིག་ལེགས་པོར་དང་ཡང་བཀའ་བརྒྱུད་དང་ཡང་འགོ་ཚུགས་སོང་ང། ཤ་ཚའི་ཁ་ལ་གཏམ་བཟང་མེད་ས་ཤ་ཚ་ཡོད་ཙང། སྐད་ཆ་བཤད། སྐད་ཆ་སྙན་པོ་འདི་འདྲ་བཤད་ཐུབ་ཀྱི་ཡོད་མ་རེད།

ཨ་ནི། ག་རེ་ཞུ་དགོས་རེད། རིན་པ་སྤྲད་མ་དགོས་པའི་ས་ཞིང། ཨ་ནི་འདི་གང་ལ་ཕྱི་རྒྱལ་གྱི་བྱིན་བདག་དེ་འདྲས་ལ་བརྙས་བརྒྱབ་དེ་བཟང། ཨ་ནི། ད། སྔོན་མ་དཀའ་ལས་ཞིབ་པོ་རྒྱབ་མཁན་གྱི་མི་རིགས་གཅིག་རེད་ད་ལྟ་ཤེ་རབ་ཅནྡར་དཱས་ཀྱི་དེབ་ཅིག་བྲིས་ཡོད་རེད་ད་ཁྱེད་རང་ཚོ་དེབ་རྙེད་པོ་ཞེ་དྲག་ཡོད་མ་རུ་བ། ཁོ་རང་གི་ལོ་རྒྱུས་ནང་ལ། འཛམ་བུ་གླིང་ལ་བོད་པ་ནང་བཞིན་ལྔ་བོ་ལང་མཁན་ངས་མཐོང་མ་མྱོང་ཚུལ་བཟོད་གསུམ་པ་འདི་པ་ལ་ལང་བྱས་ནས་ཨ་ནི་ལས་ཀ་བྱེད་ཡག་གོ་ཚུགས་ཀྱི་འདུག་ཟེར་ནས། ཁོ་རང་གིས་བོད་པའི་ལོ་རྒྱུས་ཡག་པོ་དེ་འདྲས་གསུངས་ཡོད་རེད། ཨ་ནི་བྱས་ཙང་ད་བོད་ཡིག་ཀློག་ཡག།

སོ་སོ་རང་གི་རྣམ་དཔྱོད་བེད་སྤྱོད་བྱས་ནས། ཨ་ནི་ཡར་རྒྱས་འགྲོ་དགོས་རེ་བཞིན་ནས། བསམ་བློའི་གནས་ཚད་ཡར་རྒྱས་འགྲོ་གི་རེད་ད་དེ་འདྲའི་ཆེས་ཆེས་ཐག་རིང་གི་འཛིན་གྲྭ་དེ། དེའི་མཚམས་ཤ་ཁི་ད་གའི་ནོར་བུ་ཆུན་པ་ལགས་ཀྱིས་ལྗགས་རྩོམ་གནང་པའི་ལོ་རྒྱུས་འདི། ད་ཚར་འགྲོ་འདུག་ཚར་འགྲོ་འདུག། དེ་ནས་བོད་སྐད་མཁྱེན་གྱི་ཡོད་ན་འདི་ནང་ནས་ག་རེ་ཤོད་དགོས་རེད་ཡིག་སྐད་འདི་འདྲའི་ཚིག་གཅིག་གཉིས་ཡང་ན་དག་ཆ Spelling འདི་འདྲའི་ཆང་གནང་པ་ཡིན་ན་ངས་དེ་ཁ་ལེ་ཁ་ལེ་ལབ་གི་ཡོད་ད་དེ་ཆུ་ཚོད་ཕྱེད་ཀ་ཟིན་ལ་ཚིག་གྲུབ་གཅིག་གཉིས་གསུམ་ཚིག་གྲུབ་གསུམ་བསླབ་པ་ཡིན་དེ་དཀའ་ལས་ཁག་པོ་ཁེལ་ཡོད་མ་རེད་ཨ་ནེ་གསན་གཟིགས་གནང་པ་ལ་ཐུགས་ཆེ་གནང་ཨ་ནེ་སོ་སོའི་སྐད་དང། ཡ་རབས་བཟང་སྤྱོད་མ་ཉམས་གོང་འཕེལ་གནང་ཡག་ལ་བེད་རྩོལ་བེད་རྩོལ་གནང་རོགས་གནང། ལགས་སོ་ཨ་ནི་སང་ཉིན་ཡང་སྒེར་འཇལ་ཡོང་ག་ལེ་ཕེབས་དགོ།